སོག་བྲག་ནམ་མཁའ་རྒྱལ་མཚན་མཆོག་ནི། ཡབ་བློན་པོ་ནམ་མཁའ་བཟང་པོ་དང། ཡུམ་སྲས་མོ་རིན་ཆེན་རྒྱན་ཅེས་བྱ་བའི་སྲས་སུ་སྐུ་བལྟམས། བོད་གངས་ཅན་ལྗོངས་ཀྱི་བསྟན་པ་སྤྱི་དང་བྱེ་བྲག་ཏུ་རི་བོ་དགའ་ལྡན་པའི་བསྟན་པ་ལ་ཡང་བཀའ་དྲིན་བླ་ན་མེད་པ་ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱལ་མཚན་མཆོག་སྐུ་འཁྲུངས་རྗེས་མི་ལོ་ཧྲིལ་པོ་བདུན་བརྒྱ་འཁོར་བའི་དུས་དྲན་མཛད་སྒོ་ཞིག་གླེ་ལོང་རིན་པོ་ཆེ་མཆོག་ནས་གོ་སྒྲིག་གིས་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་བདུན་པའི་ཚེས་གཅིག་ཉིན་ག་བཞུགས་སྒར་བོད་བརྒྱུད་ཟློས་གར་ཚོགས་ཁང་དུ་གདུང་བྱས་ཚོགས་གནང་སོང། རྩ་བའི་ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱལ་མཚན་ནམ། ལྷོ་བྲག་གྲུབ་ཆེན་ལས་ཀྱི་རྡོ་རྗེ་ཁོང་དུ་བ་ཡིན་མིན་ན་ཇོ་བོ་བཀའ་གདམས་པ་དང་རྙིང་མའི་བསྟན་པ་ཟུང་འབྲེལ་གྱི་སྐྱེས་ཆེན་དམ་པ་ཞིག་འདུག་ཅེས་ཕྱག་བསྟན་བྱས་ལ། ཨ་ནི་མཛད་སྒོ་འདིའི་ཐོག་ལ་ཡིན་མིན་ན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཨ་ནི་ད་རེས་ཀྱི་དུས་དྲན་མཛད་སྒོ་འདི་ལྟ་བུ་ཞིག་གོ་སྒྲིག་གནང་བ་ལ་ཡང་བསྔགས་བརྗོད་དང་སྦྲགས་རྗེས་གསུང་འཕྲིན་ཞིག་ཀྱང་འདུག་ཅེས་མཛད་གནང་བྱ། ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱལ་མཚན་མཆོག་ནི། རབ་བྱུང་ལྔ་བའི་མེ་སྟག། སྤྱི་ལོ་ཆིག་སྟོང་སུམ་བརྒྱ་ཉི་ཤུ་རྩ་དྲུག་ལོར་སྐུ་བལྟམས་ཤིང། དགུང་ལོ་བཅུ་ལ་ཁོ་བོ་རྒྱལ་སྲིད་བཟང་པོ་ལས་རབ་ཏུ་བྱུང། དགུང་ལོ་བཅུ་དགུ་པ་ལ་རྒྱ་དམར་རིན་ཆེན་སྒང་གི་བླ་མ་བཀྲ་ཤིས་རྒྱལ་པོ་སོགས་ལས་བསྙེན་པར་རྫོགས་ཤིང་ཕྱག་ན་རྡོ་རྗེ་བྲིས། གྲུབ་ཆེན་འདི་ཉིད་རྗེ་ཙོང་ཁ་པའི་འུར་ལ་ཐུན་མོང་མ་ཡིན་པ་ཞེས་ཕྱོགས་གཅིག་ཡིན་ཏེ། ལི་བྱི་རྡོ་རྗེ་བླ་མ་མཆོག། ལོ་བཟང་གྲགས་པ་ལྷོ་མི་མཆོག། བདུད་རྩི་སྨན་མཆོག་ཆོས་ཀྱི་མཆོག་ཅེས་རྣམ་ཐར་ལས་འབྱུང་བ་ལྟར། དགུང་ལོ་བདུན་ཅུ་པ་ལ་འཇམ་མགོན་ཆོས་ཀྱི་རྒྱལ་པོ། དགུང་ལོ་ཟུར་དགུ་ཞེ་བདུན་དང་མཇལ་ཞིང། འགག་སྡོམ་དང་ཕྱག་ན་རྡོར་གྱི་ཆོས་སྐོར་གནང། གང་ཉིད་ནས་ལུང་བཞིན་རྗེ་བཙུན་ཁ་པ་ལའི་ལྷ་བདུད་སེམས་ཕན་ཚུན་བླ་སློབ་ཏུ་འབྲེལ་བ་སོགས། བོད་གངས་ཅན་གྱི་ལྗོངས་འདིར་བསྟན་འགྲོའི་དོན་རླབས་ཆེན་མཛད་པའི་བཀའ་དྲིན་བླ་ལྷག་ཏུ་ཆེ་བ་ཞིག་ཡིན་ཞིང། ད་ལམ་གྲུབ་ཆེན་སྐུ་བལྟམས་ནས་མི་ལོ་བདུན་བརྒྱ་སོང་པའི་དུས་མཆོད་ཁྱད་པར་ཅན་དང་བསྟུན། ལྷས་རླུང་སྤྲུལ་སྐུ་ནི་གང་བུམ་དཔར་སྐྲུན་དང་འབྲེལ་དུས་དྲན་བཟུང་རྩི་རྒྱ་ཆེ་ཞུ་བཞིན་ཡོད་པར། རྒྱུན་འཛིན་སློབ་མ་སྦྱིན་བདག་སྐུ་མགྲོན་དང་བཅས་པར་མཚམས་འདྲི་བཀྲ་ཤིས་བདེ་ལེགས་དང། བླ་མའི་བྱིན་རླབས་སེམས་ལ་གཞིགས་ཤིང་འགྲོ་དོན་འཕེལ་བའི་སྨོན་ལམ་གྱིས། ཞག་གཅིག་དགེ་སྦྱོང་ཆོས་སྨྲ་བ་ཏཱ་ལའི་བླ་མས་རབ་བྱུང་བཅུ་བདུན་པའི་མེ་སྟག་སྤྱི་ཟླ་ཟླ་བ་ལྔ་བའི་ཚེས་བཅུ་གཅིག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་དྲུག་པའི་ཚེས་ཉི་ཤུ་ལྔ་ལ།

དེ་དང་སྦྲགས་བཅས་ལྷོ་བྲག་གྲུབ་ཆེན་ནམ་མཁའ་དགྱེས་མཛད་མཆོག་གི་དུས་དྲན་མཛད་སྒོའི་དགོས་དམིགས་དང་དག་གནས་བཞིན་ནི། དུས་དྲན་མཛད་སྒོ་དེའི་བྱུང་རིམ་གྱི་སྐོར་ལ་ཡང་དུས་དྲན་གོ་སྒྲིག་གཙོ་འགན་བཞེས་གནང་མཁན་ལྷོ་བྲག་གྲུབ་ཆེན་ནམ་མཁའ་དགྱེས་མཛད་མཆོག་གི་སྐུ་ཡི་སྐྱེས་རབས་ཀྱི་ཕྲེང་བ་འཛིན་པ་གླེ་ལུང་རིན་པོ་ཆེ་སྐུ་ཕྲེང་བཅུ་གཅིག་པ་བསྟན་འཛིན་ཕུན་ཚོགས་བློ་ལྡན་རིན་པོ་ཆེ་མཆོག་ལ་ཡང་བཅར་འདྲི་ཞུས་ཡོད།

ངའི་ངོས་ནས། གྲུབ་ཆ་ནམ་མཁའ་རྒྱལ་མཚན་ཡང་སྲིད་ཀྱི་མི་ཡིན་ཏེ་ཁྱི་དེ་ཡོད་དུས་གང་ལ་བལྟ། ད་ལན་ཅིག་ལོ་བདུན་བརྒྱ་འཁོར་ཡག་དེ་ལས་ཡག་མི་འཚོ། རྗེས་འབྲེལ་ལྷག་པར་དུ་དེ་ནི་གྲུབ་ཆ་ནམ་མཁའ་རྒྱལ་མཚན། བོད་གངས་ཅན་གྱི་ལྗོངས་ལ་བཀའ་དྲིན་ཆེན་པོ་ཡང་སྒོས་རེའུ་དགེ་ལྡན་པ་ལ་བཀའ་དྲིན་ཆེན་པོ་ཞེ་པོ་ཅིག་ཆགས་དེ་ཡོད་དུས། མི་མང་པོ་ཅིག་གིས་ཡང་དེ་རྒྱུས་མེད་པ་དང་དེ་འདྲའི་ཁ་ཞེ་ད་དུ་ཟིན་ནས་གནས་ཚུལ་དེ་ཧ་གོ་བ་ཡིན་ན་ཡང་ཅིག། སེམས་ནང་ལོགས་ལ་ཡང་དགའ་ཚོར་སྐྱེ་ཡག་དང། སློབ་གྲྭ་ནང་ཁ་རྒྱལ་མཚན་གྱི་མཚན་ཡང་འཁོར་བ་དང་དེ་འདྲ་བྱུང་པ་ཡིན་ན། གཅིག་བསོད་ནམས་ས་ཡ་དང་དེ་འདྲ་གི་དགེ་མཚན་ཆེན་པོ་ཞིག་མཐོང་ནས་དེ་འདྲ་བྱུང་ན་བསམ་ཆེ་ཨ་ནི། སྐྱབས་རྗེ་ཟམ་གདོང་རིན་པོ་ཆེ་དང་སྐྱབས་རྗེ་སྟོང་ལྡན་རིན་པོ་ཆེ་ལ་བཀའ་འདྲི་ཞུས་ཡག་པོ་ཞེ་དྲག་འདུག་ཅེས་བཀའ་ཕེབས་དེ་ནང་བཞིན་གྱི་རྒྱལ་བ་དོན་གྱི་བདག་པོ་ལ་ཡང་དེ་ནས་རྡ་རམ་ས་ལ་ལ་དེ་འདྲ་བྱས་ཡག་ཡིན་དུ་ཚོ་ལ་ཡང། བཀའ་ཁྲོལ་དང་ཐུགས་མི་སྐྱབས་འཇུག་གནང་རོགས་གནང་ཞུས་ཐུབ་བྱས་པ་ཡིན། བྱས་ཙང་དེ་ཡག་པོ་རེད་བྱུང་བསམ་འདུག། ད་ནང་བཞིན་དེ་རིང་གི་དུས་དྲན་མཛད་སྒོའི་ཐོག་ལ་ཡང་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་དང། འབྲས་སྤུངས་ཁྲི་ཚབ་རྒྱུད་སྟོད་མཁན་ཟུར་སྟོང་ལྡན་རིན་པོ་ཆེ་མཆོག་རེད། སྐྱབས་རྗེ་ཁྲུས་བཞུགས་རིན་པོ་ཆེའི་ཡང་སྲིད་བསྟན་འཛིན་ཆོས་རྗེ་བློ་གྲོས་མཆོག་གིས་དབུས་པའི་བོད་མིའི་སྒྲིག་འཛུགས་ཀྱི། མང་གཙོའི་སྐ་བོ་གསུམ་གྱི་མཛད་གཙོ་རྣམ་པ་དང་ད་ནས་བཞིན་རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་ཀྱི་དྲུང་ཆེ་དགའ་ལྡན་ཤ་ཚེ་མཁྱེན་རུམ་གྱི་བྱང་ཆུབ་སངས་རྒྱས་མཆོག་ད་ནས་བཞིན་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ་དགེ་བཤེས་ནོར་བཟང་མཆོག་རྣམས་ཚོ་མང་བོ་བཅས་གདུལ་བྱའི་དབུ་བཞུགས་གནང་བཞག་ལ། སྐབས་འདིའི་ཐོག་ལ་ཡང་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་མཆོག་ནས་ད་ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱལ་མཚན་མཆོག་ལྟ་བུ་ཡིན་པའི་རྣལ་འབྱེད་རིན་པོ་ཆེ་གིས་ནི། རིགས་གསུམ་གཅིག་བསྡུས་ཀྱི་ངོ་བོ་ལ་ཡང་རྩིས་གནང་གི་ཡོད་པ་དང་དེ་ག་ནས་བཞིན་རྗེ་རིན་པོ་ཆེ་ལ་ཡང་དབུ་མའི་ལམ་གྱི་ཐུགས་དོགས་ཆོས་ཡག་ལ་ཡང་དམིགས་བསལ་གྱིས་བཀའ་དྲིན་ཆེ་ཚུལ། ད་ནས་བཞིན་རྗེ་རིན་པོ་ཆེ་རྒྱ་གར་དུ་ཕེབས་མི་དགོས་པ་གསུངས་པའི་གེགས་དེའི་གི་ཐོག་ནས་ད་དགེ་ལུགས་ཀྱི་བསྟན་པ་ལ་ཡང་དམིགས་བསལ་གྱིས་བཀའ་དྲིན་ཆེ་ཚུལ་དང་འབྲེལ་བཅས་བཀའ་སློབ་དང་སྦྲགས་བཅས་ད་ལྟའི་རྗེས་འཇུག་པ་རྣམ་པ་ཚོས་ཀྱི་ད་ཅིག་རྣམ་ཐར་རྗེས་སུ་བྲལ་ཡག་ཙམ་མ་ཡིན་པ་ནི་ཡང་རྣམ་དག། གི་རྗེས་སུ་འཇུག་བ་ཡང་ཡིན་པས་ནི་གལ་ཆེན་པོ་རེད་ཅེས་ཐུགས་མཐའི་བཀའ་སློབ་སྩལ་གནང་སོང། བདག་ནང་བཞིན་བྱང་རྩེ་ཆོས་རྗེ་སྐུ་སོགས་རིན་པོ་ཆེ་མཆོག་དང་འབྲས་སྤུངས་ཁྲི་ཚབ་རྒྱུད་སྟོད་མཁན་ཟུར་སྟོང་ལྡན་རིན་པོ་ཆེ་རེད། རྒྱལ་སྤྱིའི་སྐལ་ལྡན་ལྷན་ཚོགས་ཀྱི་དྲུང་ཆེ་དགའ་ལྡན་ཞལ་རྩེ་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་མཆོག་རེད། བདག་ནང་བཞིན་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་པོ་གེ་མོ་བཟང་མཆོག་ནས་ཀྱང་ནི། ལྷོ་བྲག། གྲུབ་ཆེན་ནམ་མཁའ་རྒྱལ་མཚན་མཆོག་ལྟ་བུ་ཡིན་པས་ན་རྗེ་བཙུན་དགའ་བོ་ཆོས་པའི་དབུ་བླ་ཡིན་པ་དང་ཨ་ནི་ཁོང་རྣམ་གཉིས་ཀྱི་བར་ལ་ཡང་ཨ་ནི་ཆོས་འབྲེལ་ཟབ་མོ་བྱུང་བ་ལས་བརྟེན་རྗེ་ཨ་ནི་རྗེ་རིན་པོ་ཆེ་རྒྱ་གར་དུ་ཕེབས་མི་དགོས་པར་བོད་རང་དུ་བཞུགས་ནས་ཨ་ནི་འགྲོ་དོན་རླབས་པོ་ཆེ་མཛད་ཐུབ་པ་བྱུང། དང་ནས་བཞིན་རྗེ་རིན་པོ་ཆེ་རྣམ་ཐར་གྲུབ་པ་ལ་ཡང་ཨ་ནི་གྲུབ་ཆེན་ཁོང་གི་རྣམ་ཐར་རྨི་སྨོད་པ་ཡོང་ཐབས་མེད་པ། དང་ནས་བཞིན་ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱལ་མཚན་ཁོང་གིས་ཨ་ནི་མཛད་རྣམ་མ་ཤེས་པ་ལ་ཡང་རྗེ་རིན་པོ་ཆེ་མཛད་རྣམ་ཆ་ཚང་བ་ཞིག་རྟོགས་དཀའ་བ། དེ་བས་ཀྱང་ཨ་ནི་ལྷོ་བྲག་གྲུབ་ཆེན་ཀྱི། དགེ་ལུགས་པའི་བསྟན་པ་རྒྱས་པའི་ཐུགས་སྨོན་དང། མཛད་པ་བཟང་པོ་བསྐྱངས་པའི་མཐུ་ལས། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་ཀྱི་བསྟན་པ་འདི་བོད་གངས་ཅན་གྱི་ལྗོངས་སུ་དར་རྒྱས་ཆེན་པོ་བྱུང་བ་སོགས་ཀྱི་སྐོར་ལ་ཡག་སྡུག་ཅེས་བཀའ་སློབ་རིམ་པས་བསྩལ་གནང་སོང། དེ་དང་སྦྲགས་བཅས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་ཚེ་རིང་མཆོག་ནས་ཀྱང་དེ་རིང་གི་མཛད་སྒོ་དེ་བརྒྱུད་ནས། ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱལ་མཚན་མཆོག་གི་མཛད་རྗེས་ལ་ཡང་རྗེས་དྲན་དང་སྦྲགས་བཅས་ཨ་ནི་དེ་རིང་གི་དུས་ཚོད་འདི་ལྟ་བུ་ཡིན་པ་ཡིན་ན་ཨ་ནི་རྒྱ་ནག་གིས་ད་མི་རིགས་མཐུན་སྒྲིལ་ཡར་ཐོན་སྐུལ་སྤེལ་བྱེད་པའི་གི་ཁྲིམས་འདི་ཨ་ནི་ཁྲིམས་ཐོག་ནས་ལག་བསྟར་བྱས་འདུག་ཚེ་སྐབས་མགོ་བརྩམས་ཀྱི་ཡོད་དུས་རྩ་ནས་ཨ་ནི་རྒྱ་ནག་གིས་བོད་ལ་སྲིད་ཇུས་འཛིན་སྟངས་ཀྱི་ཐད་ལ་ཡང་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཨ་ནི་རྒྱལ་སྤྱིའི་རྒྱལ་ཁབ་དང་གྲོས་ཚོགས་འཐུས་མི་ཁག་ལ་ཡང་ཨ་ནི་མཇལ་འཕྲད་གནང་རྗེས་ཨ་ནི་ཁྲིམས་དེ་ངོས་ལོན་མི་གནང་བ་དང་ཨ་ནི་ཁྲིམས་འདིའི་ཐོག་ལ་ཡང་ངོ་རྒོལ་བྱེད་ཡག་གི་ཞུ་སྐུལ་རིམ་པར་གནང་དང་གནང་མུས་ཡིན་པ་དང་ད་ག་ནས་གཞན་མ་འོངས་པ་ལ་ཡིན་པ་ཡིན་ན་མུ་མཐུད་ནས་རྒྱལ་སྤྱིའི་ནང་ལོགས་ལ་ཡང་ཨ་ནི་ཞུ་སྐུལ་རིམ་པར་སྤེལ་གི་ཡིན་པ་སོགས་འདུག་ཅེས་བཀའ་གནང་སོང། ང་རང་ཚོ་བོད་མི་སྒྲིག་འཛུགས་ཀྱི་ངོས་ནས་ད་རིང་ནས་ད་ཐེངས་ཉི་མ་འདས་པའི་ཉི་མ་མང་པོའི་ནང་ལོགས་ལས་ང་ཚོས་འདི་སྐོར་དེ་ལས་འགུལ་སྤེལ་བསྡད་པ་རེད་རྒྱལ་སྤྱིའི་ཁྱོན་ནས་ཡང་འདི་སྐོར་ལ་གོ་རྟོགས་སྤེལ་ཡག་དེའི་གི་བོད་པ་ཙམ་དུ་མ་ཡིན་པའི་གི་འཛམ་བུ་གླིང་གི་དོ་སྣང་བྱེད་དགོས་ཡག་གི་གནས་སྟངས་ག་རེ་ཆགས་བསྡད་ཀྱི་ཡོད་མེད་ལྷག་པར་དུ་འདི་ནང་ལ་ཡང་དོན་ཚན་དྲུག་ཅུ་རེ་གསུམ་བཞུགས་ཡག་རེད་དྲུག་ཅུ་རེ་གསུམ་དེའི་རྒྱལ་མཚམས་བརྒལ་ནས་ཨ་ནི་ཉེས་པ་བཏང་ཆོག་ཡག་གི་གནས་སྟངས་བཅས་ཤེས་ཀྱི་ཡག་རེད་དེ་ཡིན་དུས་བོད་ནང་ལོགས་ལ་ཡང་ཨ་ནི་ད་ལྟའི་ཀྱི་མི་རིགས་མཐུན་སྒྲིལ་སྐུལ་འདེད་ཁྲིམས་ཡིག་གི་འདི་ལག་བསྟར་བྱེད་ཡག་གི་ཆེད་དུ་རྒྱ་ནག་གཞུང་གི་ད་མགོ་གཙོ་གཙོ་བོ་ནས་བྱས་ནས་སམ་མི་མང་བར་དུ་གཅིག་གི་ཚ་མ་ལོ་མཉམ་ཞུགས་བྱེད་དགོས་ཡག་གི་གནས་སྟངས་གཅིག་བསྐྲུན་ཡོད་པ་དང་ཨ་ནི་ཁྲིམས་ཡིག་འདི་དང་འགལ་ཟླ་བྱེད་ནས་བཤད་མཁན་སུ་ཡོད་པ་ཡིན་ན་བྱ་སྤྱོད་སྤེལ་མཁན་འཛམ་བུ་གླིང་ནང་ལོ་ལ་སུ་ཡོད་པ་ཡིན་ན་དེ་ཚོ་ཡི་ཉེས་ཅན་གི་ངོ་བོ་ཐོག་ནས་ཨ་ནི་ཁྲིམས་ཆད་གཏང་ཡག་གི་སྐད་ཆ་དེ་རིགས་བཤད་ཡོང་དགོས་རེད་དེ་ཚོ་བྱ་འགའ་དེ་ང་ཚོ་བོད་པ་གཅིག་པོ་ལ་ཁྱབ་གི་ཡོད་མ་རེད། འཛམ་བུ་གླིང་ལ་ཡང་ཁྱད་པར་ཤུགས་ཆེན་པོ་འགྲོ་གི་ཡོད་རེད་དེ་ཡིན་དུས་འཛམ་བུ་གླིང་གི་དོ་སྣང་དགོས་ཡ་དང་ལྷག་པར་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ད་དྲུང་ཆེའི་ངོས་ནས་ནམ་རྒྱུན་ཡིན་ན་གནད་དོན་དེ་ཚོ་སྐོར་ལ་ཞེ་དྲག་བཤད་གི་མ་རེད་ད་ནི་འདིའི་ཐོག་ལ་ཡང་ཅིག་ངོས་ལེན་མེད་པ་དང་བསྐྱར་ཞིབ་དགོས་ཀྱི་ཡོད་པ་དེ་ཚོའི་ཐོག་ནས་ཤུགས་ཆེན་པོ་གསུངས་ཡོད་རེད། དྭགས་ནས་གཞིས་བོད་མི་མང་སྤྱི་འཐུས་ཚོགས་གཙོ་བཀྲས་ཁང་འབྲུག་མོ་ཚེ་རིང་མཆོག་ནས་ཡིན་པ་ཡིན་ནས་ད་ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱལ་མཚན་གང་ཉིད་ཀྱི་གསུང་གི་བདུད་རྩི་དེ་དག་ད་ལྟ་ཡིན་མིན་ན་མ་ཉམས་པར་བཞུགས་པ་འདི་ཡིན་མིན་ན་བོད་མི་རིགས་ལ་ཡང་དམིགས་བསལ་གྱི་ལེགས་སྐྱེས་ཤིག་ཆགས་ཀྱི་ཡོད་པ་དང་ཨ་ནི་འདིའི་ཐད་ལ་ཡང་ང་རང་ཚོ་ཚང་མས་ཀྱི་རྗེས་སུ་སྙེག་གང་ཐུབ་དགོས་ཡག་གི་གསུང་བཤད་དང་སྦྲགས་བཅས་ཨ་ནི་ད་དེ་དང་སྦྲགས་ནས་དེ་རིང་གི་ཉིན་མོ་དེ་ཡིན་མིན་ན་ཏག་ཏག་རྒྱ་ནག་གཞུང་གིས་མི་རིགས་མཐུན་སྒྲིལ་གྱི་ཁྲིམས་དེ་ཁྲིམས་ཐོག་ནས་ལག་བསྟར་བྱེད་ཡག་གི་ཉིན་མོ་ཆགས་ཀྱི་ཡོད་རེད་སོང་ཙང་རྒྱའི་གཙང་བོ་དུ་ཡོད་པའི། ད་བོད་པ་གཙོ་བོར་བྱས་པའི་མི་རིགས་གཞན་ཚོ་ལ་རང་མི་རིགས་ཀྱི་ཁྱད་ཆོས་ཙམ་ཡང་ཉར་ཚགས་བྱེད་པའི་གོ་སྐབས་མེད་པའི་སྐབས་འདི་འདྲའི་ཅིག་ལ་ཡང་རང་དབང་ལུང་པའི་ནང་ཡོད་པའི་བོད་མི་ཚང་མས། བོད་མི་རིགས་ཀྱི་སྐད་དང་སྲོལ་རྒྱུན་རིག་གནས་དག་ནི་ཞེས་ཆོས་དང་བཅས་པ། མི་རིགས་ཀྱི་ཁྱད་ནོར་དེ་དག་ཤེས་དགོས་པ་ཆོས་ཡ་ཧ་ཅང་གི་གལ་ཆེན་པོ་ཡིན་པའི་བཀའ་སློབ་དགོས་གསུངས་གནང་སོང། རྒྱ་མི་ཡིག་གི་བཙན་འོག་ལ་ཡོད་པའི་བོད་པ་ཙམ་མ་ཡིན་པའི་གི་གྲངས་ཉུང་མི་རིགས་དེ་གས་དེ་ལ་ཡང་རང་མི་རིགས་ཀྱི་ཁྱད་ཆོས་ཙམ་ཉར་ཚགས་བྱེད་ཡས་ཀྱི་གོ་སྐབས་མེད་དེ། རང་མི་རིགས་ཀྱི་ཆིག་ངོ་བོ་ཡོད་པའི་ཀྱི་བཅའ་དངོས་ཙམ་ཡང་ཉར་ཡས་ཀྱི་དབང་ཆ་མེད་དེ་བའི་དུས་ཚོད་དེ་ལ་ཡང་སྐུལ་འདེད་སྐུལ་བྱེད་བྱས་ཏེ་ཤ་སྟངས་གོ་གི་ཡོད་པའི་ཀྱི་རྣམ་པ་དེ་གི་གར་སྟོན་གི་ཡོད་རེད་ཟེར་ན། བོད་ནང་ལ་ཡོད་པའི་རྒྱ་ཆེའི་མང་ཚོགས་ཀྱིས་ཨེ་ནི་ཅིག་སོ་སོའི་མི་རིགས་དེ་གཙིགས་ཆེར་འཛིན་ནས་གཞན་གྱིས་བསྐུལ་བའི་གི་ཨེ་ནི་བྱ་བ་ལ་ཡ་ཨེ་ནི་འདང་དགའ་ཞིང་སྤྲོ་ཞིང་འཇུག་གི་མེད་པ་དེ་དེ་ནས་གསལ་བོ་སྟོན་གི་ཡོད་རེད་དེ་ཡིན་དུས་རྒྱ་མི་དེ་གས་འུ་ཐུག་བྱས་དང་སྐུལ་བྱེད་དྲན་བདེ་བཞག་གཏང་གི་ཡིན་ང་ཚོས་བདེ་བཞག་དེ་གུ་ཆུག་སེམས་ཅན་ལ་གཏང་གི་རེད་བ། ཁོ་ཚོ་མི་ལ་ཡ་བཏང་གི་ཡིན་ཞེས་བྱས་ད་དེ་རིང་དངོས་སུ་ལག་བསྟར་བྱེད་ཀྱི་ཡོད་པའི་ཉིན་མོ་དེ་རེད། དེའི་ཆ་ནས་བཞག་པའི་གནད་ཁེལ་ནི་ང་རང་ཚོས་ཀྱི་བོད་མི་རིགས་ཀྱི་སྲོལ་རྒྱུན་གྱི་རིག་གནས་ཁག་བོད་མི་རིགས་ཀྱི་གནད་ཆིག་ད་ཆོས་ཀྱི་རྣམ་གྲངས་ཁག་དེ་གས་དེ་དཔེ་ད་རང་དབང་ཡོད་པའི་གི་བོད་མི་ཚོས་ཀྱི། རེ་བ་དགེ་བའི་བཤེས་གཉེན་ལྟ་དཀར་སོགས་བཞིན་ཡོད་པ་འདི་སྐད་ཀྱི་ཁྲིད་ནས་སྦྱངས་བརྩོན་བྱས་བྱས་བྱས་ནས་ཨ་ནི། ངེས་པར་དུ། སོ་སོའི་གི་མི་རིགས་ཀྱི་ཁྱད་ནོར་དེ་སོ་སོས་ཤེས་ཐུབ་པ་བྱེད་དགོས་ཡས་དེ་ཨ་ནི་ང་རང་ཚོའི་ལས་འགན་གྱི་ཆ་འདེགས་ཀྱི་ཡོད་རེད་བསམ་གྱི་འདུག། རྩ་བའི་ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱལ་མཚན་ཁོང་ཡིན་མིན་ན་ཕྱི་ལོ་ཆིག་སྟོང་སུམ་བརྒྱ་ཉི་ཤུ་རྩེ་དྲུག་ལོ་ལས་ལྷོ་བྲག་བོན་པོར་སྐུ་འཁྲུངས། ཨ་ནི་ཁོང་གིས་བུ་ལོག་མང་པོ་ཞིག་བསྐྱངས་པས་ཁོང་ནས་གཙོ་བོ་བུ་ཆེན་གྱིས་སི་ཏུ་ཆེ་བཞུགས་ཤག་ལ་ད་བུ་ཆེན་གྱིས་ཀྱི་ནང་ལོག་ནས་ལ་ཡག་མཆོག་ཏུ་གྱུར་པ་དེ་ཡིན་མིན་ན་འཇམ་མགོན་བླ་མ་ཙོང་ཁ་བ་བློ་བཟང་གྲགས་པ་ཏུ་ཆེ་ཕྱག་འདེད་ཤག་ད་ཁོང་གིས་མཛད་པའི་བསྟན་བཅོས་ནང་ལོག་ལ་ཡང་ད་གཙོ་བོ་ཡིན་མིན་ན་སྟོད་པ་ནོར་བུའི་ཕྲེང་བ་དང་ཞུ་ལྷའི་སྨན་མཆོག་བདུད་རྩིའི་ཕྲེང་བ། སྤྱིའི་འབྲིང་ཡི་གེ་ཞི་བའི་ཁྲིད་ཡིག་སོགས་ཏུ་ཆེ་མང་པོ་བཞུགས་ཤག་དེ་འདྲའི་ཐོག་ནས་ད་མཐའ་མ་ཕྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་མེད་གཉིས་ཀྱི་ལོ་ལ་ཡང་ད་ཁོང་དགུང་གྲངས་བདུན་ཅུ་དོན་བདུན་ལ་ཡང་ཕེབས་དུས་ད་ནི་ཨ་ནི་སྐུ་ཞི་བར་གཤེགས་པ་ཏུ་ཆེ་ཕྱག་འདེད་ཤག།